ཨོ་རྣོན་པོ་ཚང་མ་ལ་བཀྲ་ཤིས་བདེ་ལེགས། ད་ང་ཚོ་བདུད་རྔ་དང་བདུད་རྔ་གོང་ལས་འཇུས་པའི་རྗེ་ཀུན་འཇུས་གཉིས་པོ་དེ་གཞི་ས་ནས་ད་དེ་རེས་ལ་མགུ་བའི་བདེན་པ་ཨཱས། དེའི་སྐོར་ལ་ཞལ་བཅད། ད་མགུ་བའི་བདེན་པ་དེ་ཡང་ཁེ་སང་ཉི་མ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆེད་ཀྱི་འཁོར་ལོའི་མདོ་ལས་གསུངས་པ་ནང་བཞིན་གྱི། བདུད་ལྔ། རྡོ་རྗེ་ཀུན་འབྱུང་མ་ལེགས་པ་སྤོང་བའི་སྤོང་པ་དེ་མགོ་བདེ་རེད། མགོ་བདེ་དེ་ང་ཚོ་བའི་མངལ་དུ་བཞག་ཡོང་ན་ཐག་དགོས་ཀྱི་ཡོད་རེད། དེ་ཐག་ཚར་བའི་རྗེས་ལ་ཡོངས་རྗོགས་མངལ་དུ་བཞག་དགོས་ཡ་དང་ཡོངས་རྗོགས་སྤང་བྱ་སྤང་དགོས་ཡ་དེ་འདྲའི་མི་སེར་ཁས་ཆགས་ཀྱི་མ་རེད་ཟེར་དུས་ཀ་ཟེར་ལ་དང་པོ་དེ་ལ། གཞི་གཉིས་པའི་གནས་བཞག་གནས་ལུས། གཉིས་པ་དེ་ལ་ལམ་འབྲས་བུའི་རིམ་པ། མཐའ་མ་དེ་ལ་འབྲས་བུ་མངལ་དུ་བཞེས་ཚར་ཟེར་ངེས་དེ་བསྟན་གྱི་ཡོད་རེད། འོ་ན་ད་མགོ་བདེ་ཟེར་ངེས་དེ་ག་འདྲི་ཆེ་རེད་ཟེར་དེ་ག་ཟེར་ལ། ད་ང་ཚོ་ལ་ཁེ་བཟང་ངན་མ་བྱེད་པ་ནང་བཞིན་གྱི་ང་ང་ཟེར་ནས་བསམ་བློ་རང་ཤུགས་ཀྱི་ཤུགས་ཆེན་པོ་བྱེད་ཡོད་རེད་བ། ཡང་ན་དེ་འདྲ་བའི་ང་དེ་ང་ཚོ་གི་ང་ཟེར་རྩ་ཆེན་པོ་འཛིན་གི་འདུག་བ་དེ་སྔར་ང་དེ་ག་བ་འདུག་རྩེ་བཅད་པ་ཡིན་ན།

གསོ་ལོ་ཕྱིན་ཅི་ལོག་དེ་ལ་ག་དུས་ཡིན་ན་ཡང་དེ་ཕྱིན་ཅི་ལོག་ཡིན་པ་ཧ་གོ་བའི་དངོས་ཡོད་གནས་ཚུལ་གྱི་རིམ་པ་ཅིག་ཡོད་རེད། བྱས་ཙ། དེ་འདྲའི་གསོ་ན་བཏང་བ་ཡིན་ན། དེ་འདྲ་བའི་དུས་ང་ཚང་མ་དུ་ཨ་ནེ་ཆག་སྡོང་གི་ལས་བཟོ་ཡག་གི་ཨ་ནེ་འོ་དེ་ཚོ་ཚང་མ་མེ་བ་བཟོ་ཐུབ་གི་རེད། ད་དེ་འདྲ་བའི་མེ་བ་བཟོ་བ་ཡིན་ན་ད་ང་ཚོ་ལ་དངོས་གནས་དགོས་ཡག་གི་ཞི་བདེ་དེ་ཐག་པ་རེད། ཞི་བདེ་དེ་ལ་འགོ་པ་ལ་གི་ཡོད་རེད།

རྟ། བྱ་ནང་པ་ཙམ་དུ་མ་ཟད་བྱ་ནང་པ་ཡིན་ན་ཡང་རྟ་བདུན་ལྔ་དང་ཀུན་སྤྱོད་ཚང་མ་བསྟན་ཟད་པ། ལྷ་ཡོང་རྒྱུ་ཤེས་ཡ་མེད་པ་ཡིན་ཚེ་ནི་ངན་རྒྱུ་རེད་ཟེར་ནས་མགོ་བདེ་གི་ཆེད་ཅི་བཞེད་དེ་འདྲས་གསུངས་ཡོང་གི་ཡོད་རེད་བ། འོ་དེ་བྱས། འོ་ན་ད་དེ་འདྲ་བའི་འགོ་པ་ཟེར་མཁན་དེ་རྩ་ཆེན་པོ་ཅིག་ཡོད་ན་ང་ཚོ་གི་འགོ་པ་དེ་ཐག་ཐུག་གི་རེད་བས་ལ་ན་ཐག་ཐུག་གི་རེད་གང་ཡིན་ཟེར་ན། ང་ཞེས་འཛིན་པའི་འདང་རྩེ་དེ་དུ་དེའི་དབང་གིས་ཆོག་གཟུགས་དེ་ང་ཚོ་གི་སེམས་ཀྱི་རང་གཤིས་ལ་བཞུར་ཡོད་མ་རེད། དཔེར་ན། དོ་ལོག་ལས་དྲད་པ་ཁེལ་བ་ཡིན་ན་དྲད་པ་དེ་དོ་ལོག་གི་རང་བཞིན་ལ་ཞུས་མེད་པ་ཡིན་ཙང་ནི་མ་ཁྲིད་བ་ཡིན་ན་དྲ་མ་དེ་དག་ཡོད་རེད་བ། དེ་ནང་བཞིན་གྱི་ང་ཚོ་གི་མཚན་གྱི་ནང་ལོག་ཡོད་པའི་ཆང་སོ་ཉིན་མོ་དེ་ཚོ་ཨ་ནི་དྲད་པ་དང་འདྲ་བ་ནང་བཞིན་གྱི་མ་གཙང་མ་ཆགས་ཡོད་རེད། གང་ཡིན་ཟེར་ན་མཚན་གྱི་རང་བཞིན་ལ་དེ་འདྲ་བའི་དྲི་མ་དེ་ཞུས་ཡོད་མ་རེད། རྟགས། དྲི་མ་ཚན་གྱི་རང་བཞིན་ལ་མ་བཞོད་པར་བྱས། ཡིན་ན་ཡང། ད་ང་ཚོ་ག་འདྲི་ཅིར་ཐག་ཐོག་གི་རེད་ཟེར་ན་ཐག་ཐོག་གི་རེད་ང་ཚོ་གི་འདི་ལ་སངས་རྒྱས་ཡག་གི་ནུས་པ་ཡོད་རེད་སངས་རྒྱས་ཀྱི་རིགས་ཡོད་རེད། སངས་རྒྱས་ཀྱི་རིགས་ཡོད་བ་ཡིན་ཚེ་ནི། རིགས། ས་པའི། རིགས། ས་པའི་སངས་རྒྱས་ཡག་གི་ས་པའི་ཅིག་ཡོད་རེད། དེ་ལ། ཨ་ནི། སྐྱེས་དྲི་བྱས་པ་ཡིན་ན། ཨ་ནི་ཐག་ཐོག་གི་རེད།

བྱེད་ཐུབ་པ་ཡིན་ན། ཨ་ནི་དེ་གཏན་འཁེལ་གྱི་དགེ་བའི་བཤེས་གཉེན་ཡོད་རེད། བྱས་ཙང་དེ་འདྲ་ཡིན་ཙང་ནི་ང་ཚོ། སེར་སྐྱི་ལ་ཡོད་པའི་དྲི་མ་མ་ལེགས་པ་སྤངས་པའི་འགོག་པ་དེ་ཐག་ཐུག་གི་རེད། དྲི་མ་སེམས་ཀྱི་རང་བཞིན་ལ་ཞུགས་ཡོད་མ་རེད། ཨ་ནི་དེ་མཐའ་ཡས་ཀྱི་སངས་རྒྱས་ཀྱི་རིགས་ཡོད་རེད།